ཅི་སྟངས་ཞེ་ན། ཐོག་མེད་ང་ཚོའི་ཆ་ཤས་ཀྱི་ནད་ཡམས་འདི་བྱུང་མེད་པ་ཡིན། ཨ་ནི་ད་དེ་རིང་གི་ཉི་མ་འདི་ང་ཚོ་དཔེ་མཛོད་བཙུགས་ནས་ལོ་ལྔ་བཅུ་འཁོར་བའི་རེ་བ། དུས་དྲན་འདི་ཁེལ་ནས་ད་དེ་རིང་དེ་རིང་གི་ང་ཚོ་གྲལ་ལ་སུབ་སུབ་ཅིག་རྒྱུགས་བསྡད་ཅིག་ཆགས་དུ་ཡོད་རེད་དངོས་གནས་བྱས་ན། ད་ཡིན་ན་ནད་ཡམས་འདི་རྐྱེན་པས་ང་ཚོ་དེ་བྱུང་མེད་པ་ཡིན་ཙང། ད། མཛེས་སྐུ་དངོས་གནས་རྗེས་དྲན་དངོས་གནས་ཚུགས་ཡས་ཏེ། ད། གཅིག་བྱས་ན། ད་འདིའི་དུས་ཚོད་ནི་ཅུང་མ་ལོག་ཚུགས་ཐུབ་ཀྱི་ཡོད་འགྲོ། ད་གང་ལྟར་ཁོ་ལྟ་གི་ལྟ་གི་བྱས། འདི་རྗེས་དྲན་ཚུགས་ཡས་རེད་གང་ལྟར། དེ་གཅིག་བྱས། ད་གལ་ཆེ་ཤོས་དེ། ལྕམ་སྐུ་རིན་པོ་ཆེན་གྱི་བཀའ་སློབ་ནང་ལ་གར་ཡོད་པ་དེ་ང་ཚོས་རྗེས་དྲན་གཅིག་བྱས། ལྕམ་སྐུ་རིན་པོ་ཆེན་གྱི་དུས་དུས། བོད་ཀྱི་དཔེ་མཛོད་ཁང་འདི་བཙུགས་པའི་སྐབས་དེ་དབུས་འབྱེད་བཀའ་སློབ་ནང་གར་གནང་ཡོད་ཟེར་ན། དུས་དུས་ལྡི་ལི་བོད་ཁང་བཙུགས་ཚར་རེད། རྣམ་རྒྱལ་གྱིས Institute of Tibeteology ཞེས་ཏེ་བོད་རིག་པའི་ཞིབ་འཇུག་ཁང་དེ་བཙུགས་ས་རེད། དེ་འདྲ་བྱས་ནས་དཔེ་དེབ། སློབ་གཉེར་ཁང། ཁ་ཤས་ཀྱིས་བཙུགས་ཚར་རེད་དེ་འདྲས་གཅིག་བྱས་ནས་གཉིས་ནས་དངུལ་དང་དེ་འདྲས་ཀྱི་དཀའ་ངལ་ཡོད་གི་ཡོད་གི་ལ་ཡང་ཡང་དེ། དྷརམ་ས་ལ་ཡང་དེ་འདྲས་གཅིག་བཙུགས་དགོས་ཡས་དེ་ག་རེ་ཡིན་ནའ་བསམ་ནས་ཁ་ཤས་ཀྱི་དོགས་པ་ཟ་གི་རེད། ཡིན་ན་དེ་དམིགས་བསལ་གྱི་དགོས་པ་གཅིག་ཡོད། དེ་ག་རེ་ཟེར་ན་ད་སློབ་གཉེར་ཁང་གཞན་པ་ཡག་པོ་ཞིག་ཡོད་ཀྱི་རེད་དེ་དུས་ཚོད་ནང་ལ་མིས་དེབ་ཀློག་ཡས་དང་ག་རེ་ཡིན་ན་གོ་སྐབས་ཡག་པོ་ཡོད་རེད་དེ། རྡ་རམ་ས་ལ་དེ་ཁོ་དམིགས་བསལ་གྱིས་དེ་འཛིན་གྲྭ་ཚུགས་ནས་དེབ་ཀློག་ཡས་ཀྱི་མཐུན་རྐྱེན་ད་ཅིག་བྱས་དེས་མ་ཚད་པ་བྱས་ནས་རྡ་རམ་ས་ལ་ད་དེའི་སྐབས་དེ་ཀུན་ཏུ་བཀར་གནང་བའི་སྐབས་ལ་ཡིན་ན་ད་སྐྱེས་བུ་དམ་པ་ཞུགས་དེ་འདྲས་སྐྱབས་ཀྱི་རྣམ་པ་གཉིས་ཡིན་ད་དེ་གསེར་ཀོང་རུམ་པ་ཆེ་དང་འདན་མ་ལོ་ཆོས་རུམ་པ་ཆེ་ལ་སོགས་པ་གྱིས་ད་སྐྱེས་བུ་དམ་པ་ཞུགས་ཀྱི་ཡོད་རེད་ད་ཆོས་ཕྱོགས་ནས་ཆ་བཞག་ན་ད་དེ་མིན་པའི་གི་རིག་གནས་ཆ་བཞག་པ་ཡིན་ན་ད་རིག་གནས་མཁས་པ་བགྲེས་སོང་བོད་ནས་སུ་སླེབས་པ་མང་པོ་ཡོད་རེད་དེའི་སྐབས་ལ་འོ་དེ་འདྲས་བྱས་རྗེས་ད་ལྷག་པར་དུ་ད་ལྟ་ཆོས་ཀྱི་སློབ་སྦྱོང་སྦྱང་ཡས་ཟེར་མཁན་འདི་ཁོ་དཔེ་ཆ་ཀློག་ནས་དོན་དག་ཕྲ་ལ་འཕྲིན་པོ་ཅིག་ཤེས་འདི་སྐྱིད་པོ་མ་རེད། སོ་སོ་རང་གི་དངོས་གནས་ཀྱི་དོན་དག་འདི་ཤེས་རྒྱུ་ལས་ཤེས་པ་འདི་ཤེས་རྒྱུ་ལས་ཚུལ་སྦྱར་ནས་ཉམས་མྱོང་གི་ད་བྱིན་རླབས་ཟེར་བ་རོ་དེ་གཅིག་ནས་གཅིག་ལ་འཕོ་ཐུབ་པ་ཅིག་སྒུག་ཡོད་དུས་ད་དེ་འདྲས་ཀྱི་དངོས་གནས་རང་ནས་དཔེ་ཐོག་གི་སློབ་སྦྱོང་ཙམ་མ་ཡིན་པ་ཅིག་སོ་སོ་རང་གིས་ཉམས་ལེན་བྱས་པའི་ཐོག་ནས་ཕར་སྤྲད་ཡོད་དེ་ད་དཀོན་པོ་རེད། དེ་བྱེད་དུས་ད་དེ་འདྲས་ཐུབ་མཁན་གྱི་སྐྱིད་པོ་དམ་པ་མང་པོ་ཞིག་ཅིག་རྡ་རམ་ས་ལ་ཡོད་དུས། ཨེ་ནི་དཔེ་མཛོད་ཁང་གི་འཛིན་གྲྭ་བླ་ཆེན། ཨེ་ནི་སོ་སོའི་དོན་གཉེར་ཡོད་མཁན་ཚོས་སྐྱེས་བུ་དམ་པ་དུས་ཚོད་རྩ་ནས་ཕྱིན་ནས་སྔོན་ནས་བྱིན་རླབས་དངོས་གནས་རག་ཡས་ཀྱི་ད་བཀའ་སློབ་དུས་སུ་ཞུ་ཐུབ་ཡས་ཀྱི་དེ་འདྲའི་གོ་སྐབས་ཡོད་རེད་ཟེར་སྐུ་མདུན་ད་བཀའ་དེ་གནང་ཡོད་རེད་ད་དེ་ང་ཚོ་ཡིན་གཅིག་མིན་གཅིག་ཤེས་དགོས་ཅིག། ཨེ་ནི་ལྷག་པར་དུ་རྡ་རམ་ས་ལ་འདི་བོད་པའི་རིག་གཞུང་དང་ད་བོད་པའི་ལོ་རྒྱུས་རེད། ག་རེ་ཐོག་ལ་ཡིན་ན་ཁོ་ད་ག་བར་འགྲོ་ན་སྦྱང་ས་ཡོད་དེ་གས་ཅིག། རེ་བ། བོད་པའི་དབུས་བོད་མི་སྒྲིག་འཛུགས་དེ་ཡོད་རེད་དེ་འདྲ་ཞིག་དུས་མཐུན་རྐྱེན་མང་པོ་བྱོས་བ་ཡིན་ཚ་དེ་འདྲའི་ཆ་ནས་དམིགས་བསལ་ཆགས་ཀྱི་ཡོད་ཟེར་ཏེ་བཀའ་གནང་ཡོད་རེད་དེ་འདྲ་ཡིན་དུས་ང་རང་ཚོ་གས་ད་དུས་ཚོད་རིག་དེ་གནད་འགག་དེ་ཧ་གོ་བ་བྱས་རྗེས་ནས། ང་ཚོ་མཐུན་རྐྱེན་ཅིག་ཡོད་རེད། འོ་དེ་ཅིག་ཞུ་ཡས་ཡིན། ཨེ་ནས་སྐབས་སུ་བབས་པ་ད་ལྟ་ང་ཚོ། ཆ་ཤས་བཏང་ལ་ད་ཆ་ཤས་མང་པོ་ཅིག་ང་ཚོ་གྲ་སྒྲིག་བྱས་ཡོད་རེད། གཅིག་རྒྱལ་སྤྱིའི་ཚོགས་འདུ་གཉིས་གསུམ་ཅིག་ད་རྒྱལ་སྤྱི་དང་རྒྱལ་ནང་གི་ཚོགས་འདུ་ཆེན་པོ་ཁ་ཤས་ཚུགས་ཡས་དང། དེ་ནས་ང་ཚོ་གི་ད་ཉི་མ་གསུམ་གི་མཛད་སྒོ་དེ་ཡིན་ཡིན་པ་ཅིག་དེ་རང་ནང་བཞིན་གི་པར་སྐྲུན་ལ་ཆགས་བཞག་བས་ན་ད་ལོ་ལྔ་བཅུ་འཁོར་བ་ཡིན་ཚེ་དེབ་ལྔ་བཅུ་པར་རྒྱ་ཡས་ཀྱི་ཆ་ཤས་སྒྲིག་བྱས་ནས་དེབ་ལྔ་བཅུ་ཧ་ལམ་ང་ཚོ་གྲ་སྒྲིག་བྱས་ནས་ཡོད་རེད། དེ་བྱས་ནས་ད་ད་ལྟ་སྐར་ཚོགས་དེ་རིང་གི་དུས་ཚོད་འདི་ལ་ང་ཚོ། སྟབས་ཡག་གཅིག་ལ་ད་དེབ་ལྔ་བཅུ་ནང་ནས་དེབ་ལྔ་དེ་འདི་དེ་རིང་ད་འབྱོར་དེ་ཡོད་རེད་དེ་བཞིན་དུ་དེབ་ལྔ་དེ་ང་ཚོ་འདུག་སའི་དབུ་འབྱེད་བྱས་རྗེས་ད་འདུག་སའི་རེད་དེ། དེབ་དང་པོ་དེ་པཎ་ཆེན་སྐུ་ཕྲེང་དགུ་པ་དང་གཞུང་ལས་དོན་རྐྱེན་སོགས་ལ་དཔྱད་པ་ཟེར་དེ་དེབ་གཅིག་བཅས། གཉིས་པ་དེ་ཆོས་དབྱིངས་བསྟོད་པའི་འགྲེལ་བ། ད་དེབ་རེ་རེ་གི་འགྲེལ་བཤད་དེ་ངས་སངས་རྒྱས་ལགས་ལ་ཞུ་རོགས་ཟེར་ལབ་ཀྱི་ཡིན། ངས་འདི་དུས་ཚོད་ཐལ་བ་ཟ་མི་དགོས་བྱས། ཨེ་ནས། ལྕགས་ཐག་གིས་བཅིངས་པའི་བོད་ཀྱི་ཟུར་ཅིག་བསད་དེ་ཅིག་བྱས། དེ་ནས་ང་ཚོ་གཙུག་ལག་གཞུང་ཆེན་མཇལ་བའི་ཟིན་ཐོ་བསད་དེ་ཅིག་བྱས། ཨེ་ནས། དགའ་ལྡན་ཁྲི་རབས་རིམ་བྱུང་གི་རྣམ་ཐར་དེབ་ཐེར་དུ་བྱས། ཨོ་ཐུགས་ཆེ། ད་སངས་རྒྱས་ལགས་ཀྱིས་འདི་སྙིང་བསྡུས་སྙིང་བསྡུས་ཀྱི་འབྲི་ཤེས་སྐྱོང་རོགས་གནང། བསམ་བློ་ལ་བཀྲ་ཤིས་བདེ་ལེགས། དེ་རིང་ཉིན་མོ་འདི་བོད་ཀྱི་དཔེ་མཛོད་ཁང། དབུ་བརྙེས་ནས་ལོ་ལྔ་བཅུ་ཙམ་འགོར་བའི་དུས་དྲན་སྲུང་བརྩི་ཉིན་མ་གཅིག་ཕྱག་འཐེན་གྱི་ཡོད་རེད། ད་ལྟ་ངེད་ད་ལྟ་རང་དགེ་བྱེད་ལགས་ཀྱིས་ནི། དེབ་ངག་འདུག་སོགས་དབུ་འབྱེད་གནང་སོང་བ་དེ་གའི་དེ་རེ་རེ་བྱས་བྱས་ངོ་སྤྲོད་མདོར་བསྡུས་ཞུ་ཡ་ཡིན། ད་དང་པོ། རྣམ་ཐར། དེབ་ཕྲེང་ཉི་ཤུ་རྩ་བདུན་པ་དེ་དགའ་ལྡན་ཁྲི་རབས་རིམ་བྱུང་གི་རྣམ་ཐར། འཛམ་བུའི་གསེར་གྱི་ཕྲེང་བ་ཞེས་ཏེ་དེ་འབིར་འཇིགས་མེད་ཀྱིས་བརྩམས་པའི་དགའ་ལྡན་ཁྲི་རབས་རིམ་བྱུང་གི་རྣམ་ཐར་དེ་རེད་དེ་ཡོད་རེད། ཟླ་འདིའི་ད་ལྟ་བར་དུ་ང་ཚོ་བོད་སྐད་ན་ཡོད་པའི་དགའ་ལྡན་ཁྲི་རབས་རིམ་བྱོན་གྱི་རྣམ་ཐར་རྒྱས་ཤོས་ཅིག་དང། དེ་ཙམ་དུ་མ་ཟད་ནི། ད་དགའ་ལྡན་ཁྲི་རབས་དང་པོ་ཤཱཀྱ་པ་ཙོང་ཁ་པ་བློ་བཟང་གྲགས་པ་ནས་བཟུང་སྟེ་ད་ལྟ། ནི། ཁྲི་རབས་ཁྲི་ཐོག་བརྒྱ་དང་བཞི་པ་གཙང་པ་ཆོས་རྗེ་བློ་བཟང་ཉི་མ་བར་གྱི་རྣམ་ཐར་ཆ་ཚང་ཞིག་ཡོད་རེད། དེབ་ཐུགས་བརྩེ་ལ་བསམ་བཏང་པའི་ནི་ཤུགས། དྲུག་བརྒྱ་ལྔ་བཅུ་ང་གཅིག་གི་དང་གཉིས་བྱེད་རེ་དེ་ཡོད་རེད། རྣམ་ཐར་ལྡེབ་གྲོལ་ཉི་ཤུ་རྩ་བདུན་པ་དེ་ནི་རྒན་བེ་རི་འཇིགས་མེད་ཀྱིས་ཁོ་རང་གིས་གསུང་ཡ་བྱས་པ་ཡིན་ན་ལོ་ཉི་ཤུའི་རིང་ལ་ཡིག་ཆ་གསོག་སྒྲུབ་དང་གསུང་བསྡུར་ཉམས་ཞིབ་བྱས་རྗེས་སྐུ་ལས་མང་པོ་བསྐྱོན་རྗེས་བསྒྲིགས་བཞག་པ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་འདི་གཙོ་བོ་འདྲ་བོ་འདི་དད་ལྡན་ཡོངས་ལ་རྣམ་ཐར་ཆ་ཚང་གི་བློ་ཡས་ཀྱི་མཐུན་རྐྱེན་ཅིག་དང་དེ་དང་ཆབས་ཅིག་ལོ་རྒྱུས་ཉམས་ཞིབ་པ་ཚོ་ལ་ཕན་ཐོགས་ཆེན་པོ་ཡོང་ཡ་གི་རེ་བ་ཡོད་རེད། ཨ་ནི། རྒྱུ་མཚན་དེ་ཚོ་གཉིས་སོགས་ལ་བརྟེན་ནས་ང་ཚོས་དཔེ་མཛོད་ཀྱི་དཔར་སྐྲུན་བྱེད་ཐུབ་པ་བྱུང་ཡོད་རེད། དེ་ནས་ལོ་རྒྱུས་དེབ་ཕྲེང་བཞི་བཅུ། ཞེ་གཉིས་པ་དེ། ཨ་ནི། གཙང་ཕྲུག་སྟོབས་ལགས་ཀྱིས་བརྩམས་པའི་པཎ་ཆེན་སྐུ་འཕྲེང་དགུ་པ་དང་གཞུང་ལས་དོན་རྐྱེན་སོགས་ལ་དཔྱད་པ་ཟེར་དེ་རེད་དེ་ཡོད་རེད། དེབ་དེ་གི་བོངས་ཚད་ལ་དཔྱད་པས་ནི་ཤུག་ལྔ་བརྒྱ་ཉི་ཤུ་ཐམ་པ་འདུག། ད་དེ་ལོ་རྒྱུས་ཀྱི་དབ་ཕྲེང་ཡིན་པར་སོང་ཙང། དེ་སྔ་ལོ་རྒྱུས་སྟེང་ཅུང་ཟད་མི་འདྲ་བ་ཅིག་བྱུང་ཡོད་རེད་གང་ཡིན་ཟེར་ན། དང་པོ་དེ་ལ་ཨ་ནི་ལོ་རྒྱུས་སྒྲིག་པ་ཙམ་མ་ཡིན་པ་ལོ་རྒྱུས་ཉམས་ཞིབ་ཀྱི་དེབ་ཞིག་ཆགས་འདུག་རེད་རྩོམ་པ་པོ་ཁོ་རང་ལ་བརྩིངས་པ་ཡིན་ནས་ལོ་རྒྱུས་ཀྱི་སློབ་དཔོན་ཅིག་ཆགས་འདུག་ཡོད་རེད་དེ་ཡིན་པ་སོང་ཙང་ཨ་ནི་ལོ་རྒྱུས་ཙམ་མ་ཟད་ལོ་རྒྱུས་ཉམས་ཞིབ་ཡིན་པ་སོང་ཙང་ཨ་ནི་ཡིག་ཆ། བོད་ཡིག་ནང་དང་རྒྱ་ཡིག་ནང་དང་བོད་ཡིག་ཨ་ཅེ་ཚེ་དེ་ཚང་མ་ལ་ཨ་ནི་བོད་དོན་སྲུང་སྐྱོབ་བྱེད་ཆེད་བོད་ཆོས་ལོ་གསུམ་ཟི་རིང་ཨ་ནི་ཉམས་ཞིབ་བྱེད་ཅེས་དེ་གྲུབ་པ་ཞིག་ཆགས་བསྡད་ཀྱི་ཡོད་རེད་དམིགས་བསལ་གྱིས་ཨ་ནི་ཁྱད་ཆོས་མང་པོ་ཡོད་པ་ཙམ་དུ་མ་ཟད་གཅིག་ཞུ་དགོས་ཡ་ཆེ་ག་རེ་རུ་བསླབས་པ་ཡིན་ན་དེ་སྔ་ང་རང་ཚོ་བོད་ཀྱི་ལོ་རྒྱུས་ཡིན་ན་གནས་སྟངས་ཁོ་རང་རྐྱེན་གྱིས་བོད་ཀྱི་ལོ་རྒྱུས་འདི་བོད་ཀྱི་ས་ཁུལ་ནང་གི་མ་གཏོགས་ཅིག་གི་ཨ་ནི་ཁྱིམ་མཚེས་རྒྱལ་ཁབ་དང་བསྡུར་ཅེས་ཨ་ནི་ལོ་རྒྱུས་འདི་དེ་དཀོན་པོ་རུ་ཆགས་བསྡད་ཀྱི་ཡོད་རེད་བ་ད་པན་ཆེན་སྐུ་དྲིན་གོ་པ་དང་ཨ་ནི་སྐུ་དྲིན། དགའ་ལྡན་ཕོ་བྲང་གི་ལོ་རྒྱུས་འདི་ད་དུས་རབས་ཉི་ཤུའི་འགོ་སྟོད་ཀྱི་ཡིན་པར་སོང་ཙང། ཨ་ནི་འབྲེལ་བ་ཆགས་ནས་ཡིན་ནས་སམ་ཏང་གི་ཡིན་ནས་ཕྱིའི་རྒྱལ་ཁབ་དང་ཐད་ཀར་འབྲེལ་བ་མང་པོ་ཞིག་ཡིན་རུང་དེ་གི་ཚང་མ་བློ་ལ་ཨ་ནི་ཉམས་ཞིབ་ཐེལ་བྱས་པ་དང་ལྷག་པར་དུ་ཨ་ནི་པན་ཆེན་སྐུ་འཕྲེང་གོ་པ་དང་ཨ་ནི་སྐྱབས་མགོན་རིན་པོ་ཆེ་སྐུ་འཕྲེང་བཅུ་གསུམ་པ་ལུགས་ཀྱི་དངོས་གནས་འཕྲིན་ལས་ཀྱི་དགོངས་པ་བཞེས་ཕྱོགས་ག་རེ་རེད་དོ། ཨ་ནི་གོ་ནོར་ཤོར་བའི་གནས་ཚུལ་མང་པོ་ཞིབ་བརྗོད་པ་ཚང་མ་བློ་ཉམས་ཞིབ་ཀྱི་ཐོག་ནས་ཨ་ནི་གནང་བྱས་བརྩམས་བྲིས་གནང་བྱས་རྒྱུ་རེད། ད་དེ་ནི་དེབ་གསུམ་པ་དེའི། ལོ་རྒྱུས་དེབ་ཕྲེང་བཞི་བཞི་ལྔ་པ་དེ་རེད་དེ་ཡོད་རེད། ད་དེའི་དེབ་དེའི་མིང་ལ་འདི་རེད་བྱ། ལྕགས་ཐག་གིས་བཅིངས་པའི་བོད་ཀྱི་ཟུར་ཅིག། ཨེ་ཞུ་སྒྲིག་པ་དེ་སངས་རྒྱས་བསྟན་དར་གྱི་ཆེད་དུ། བོད་ཀྱི་ལོ་གྲུ་བཞི་བཞི་ལྔ་པ་དེ་རེད་བྱ། ཤོག་བུ་བརྒྱ་དང་དྲུག་ཅུ་རབ་དུས་མ་གཏོགས་མི་འདུག་དེ། དེ་ཡི་ལྷས་སའི་གཡས་གཡོན་འདུས་པ་ལ། ཨ་ནི་བཙུན་དགོན། མི་ཆུང་རི་དགོན་ཟེར་ཅིག་དང། གར་དགོན་བསམ་གཏན་གླིང། ཤུག་གསེབ་ཨོ་རྒྱན་རྫོང་ཟེར་མཁན་གྱི་བཙུན་མའི་གི་དགོན་པ་གསུམ་འདུ་བ། དེ་གི་དུ་གསང་མ་ལ་སྤྱི་གཏང་དཔེ་རྙིང་པ་རེ་བཞག་དཔེ་ན་བཙུན་དགའི་ནི་ཆུང་རིགས་གང་བརྩམས་བཏང་པ་ཡིན་ན་དུས་རབས་བཅུ་གཉིས་ནང་ལ། ཞང་གཡུ་བྲག་པའི་སློབ་མ་རབ་འབྱམས་ཆོས་རྗེས་ཕྱག་བཏབ་པ་རེ་བཞག་དུས་རབས་བཅུ་གཉིས་ནང་གི། ད་ནང་བཞིན་གར་དགོན་བསམ་གཏན་ལ་བརྩམས་བཏང་གི་ཡིན་ན་དུས་རབས་བཅུ་གཉིས་པའི་ནང་ལ་ཕ་དམ་པ་སངས་རྒྱས་ཀྱིས་ཕྱག་བཏབ་པ་དེ་འདྲ་རེ་བཞག་དཔེ་མ་ཚད་རྙིང་པར་བ། ད་ནང་བཞིན་ཤུག་གསེབ་ཨོ་རྒྱན་རྫོང་ལ་བརྩམས་བཏང་པ་ཡིན་ན་ཕག་སྦྲུལ་ཞལ་སློབ། དེ་ཡང་དུས་རབས་བཅུ་གཅིག་ཕྱག་དྲུག་གི་ར་བ། གྱེར་སྒོམ་ཚུལ་ཁྲིམས་སེང་གེ་དུས་རབས་བཅུ་གཉིས་ནང་ལ་ཕྱག་བཏབ་པ་རེ་བཞག། དེང་སང་མ་ལོ་དུས་རབས་བཅུ་གཉིས་ནང་ཕྱག་བཏབ་པར་ཡིན། ཨེ་ནི་བོད་རང་བཙན་ཤོར་ཚར་བའི་རྗེས་སུ་རིག་གནས་གསར་བརྗེ་སྐབས་སུམ་བརྒྱ་ལོ། རྒྱ་མི་གིས་རིག་གནས་གསར་བརྗེ་སྐབས་རྩ་མེད་བཏང་བཞག་པ་རེད། ཆ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་ལ་གོམ་པ་དེ་སླར་གསོ་བྱུང། སླར་གསོ་བྱུང་བ་སྐབས་དེ་ལ་ཨེ་ནི་ཨ་ནི་མང་པོ་ཅིག་ཨེ་ནི་འདུག་ཟེར་བྱས། གོམ་པ་ལ་ཞུགས་ཡས་ཀྱི་གོ་སྐབས་ཅིག་རག་དུ། གོ་སྐབས་རག་ཡོད་པ་སོང་ཙང་ཁོང་རྣམ་པ་ཚོ་སློབ་ཆུང་གཅིག་པོ་བྱས་ཡས་ཀྱི་མཐུན་རྐྱེན་ཁག་པོ་རེད་དུ། གང་ཡིན་ཟེར་གོམ་པ་བསྐྱར་གསོའི་གནད་འགག་ཡིན་པ་སོང་ཙང་སློབ་གཉེར་གནང་གིན་གནང་གིན་ད་གནང་བཞིན་དགོན་པའི་གི་ད། ཁ་སོ་རེ་ཨ་བོ་རྒྱ་ཡེ་ལ་སོགས་འདི་ནི་མང་པོ་ལ་ནི་རྦད་དེ་ལས་ཀ་ཤུགས་ཆེན་པོ་བྱེད་དགོས་པའི་གནས་སྟངས་རེད་བཞག། དེ་འདྲའི་གནས་སྐབས་ཅིག་ལ་ནི། གནས་ཚུལ་གར་བྱུང་བར་ལབ་ཡོད་ན་བོད་ནང་ལ་བཟའ་བྲག་གི་གནས་ཚུལ་དེ་ཆེ་རུ་ཆེ་རུ་ཕྱིན་ཕྱིན། བཙུན་མ་རྡོ་རྗེ་དང་པོ་སློབ་སྦྱོང་བྱེད་པའི་སྐབས་སུ་ཆོས་མ་དོར་ཅིག་གི་ཆབ་སྲིད་བཟོ་བར་གྱེས་སྐབས་སུ་འདི་འདྲའི་བསམ་བློ་ཁྱོན་ནས་མེད་མཁན་འདི་འདྲ་རེད་བཞག། ཡེ་ནས་གོམ་པ་ལ་སླེབས་ཚར་བའི་ཆེད་དུ་སྤྱི་ཚོགས་ཀྱི་གནས་ཚུལ་གཅིག་གོ་གཉིས་སྤེལ་བའི་སྐབས་སུ། ཁོ་རང་ཚོའི་བསམ་བློའི་ནང་ད་ང་ཚོ་ཆོས་བྱེད་མཁན་ཅིག་ཏུ་རེད། ད་ཡིན་ན་ཡང། ང་ཚོའི་གན་ནི་རྦད་དེ་ཕ་ཡུལ་ནང་ལ་དེ་འདྲས་ཀྱི་དཀའ་ངལ་ཡོད་པའི་སྐབས་སུ། ཨ་ང་ཚོ་འདུག་ཟེར་བྱས་ཀྱི་རྒྱ་མི་ལ་ངོ་རྒོལ་བྱས་ན་མ་གཏོགས་འགྲིག་ས་མ་རེད་ཟེར་གྱི། དྭང་བླངས་ཀྱི་ཐོག་ནས། སུ་བྱས་སུ་མ་བྱས་མཁན་མེད་པའི་ཐོག་ནས་མཐོང་ཐོས་དེ་ཚུལ་གྱི་འཚོ་བ་དྲན་རྗེས་ཨན་བོད་རྒྱལ་ཁབ་ཀྱི་ཆེད་དུ། བོད་མི་རིགས་ཀྱི་ཆེད་དུ་བོད་ཀྱི་ཆབ་སྲིད་ཀྱི་དོན་དག་ལ་རྒྱ་ནག་ལ་དངོས་སུ་ངོ་རྒོལ་བྱས་ཏེ། ཚད་ལས་འདས་པའི་ཀྱི་སྡུག་བསྔལ་མྱངས་མཁན་གྱི་བཙུན་མ་རྒྱ་མཚོ་བྱུང་སྟེ་ཤ། ད་ལྟ་དེའི་ནང་ལ། དེབ་དེ་ག་འདྲས་བྱུང་པར་ལབ་ཡོད་ན། བོད་ཀྱི་རྒྱལ་སྤྱིའི་ལས་འགུལ་སོགས་རོགས ICT གིས་གོ་སྒྲིག་བྱས་རྗེས། བཙུན་དགོན་གསུམ་ནས་བཙུན་ཟུར་བཙུན་མ་དགུ་ལ་རང་རང་གི་ལོ་རྒྱུས་འབྲི་ཡས་ཀྱི་སྔགས་བཅས་འདི་ག་ཚང་མ་ཕྱོགས་བསྒྲིགས་བྱས་ཆོག་ཞེས་རེ་བྱ། དེབ་བཞི་པ་འདི། ནང་ཆོས་དེབ་ཕྲེང་སུམ་ཅུ་སོ་གསུམ་པ་འདི། གཙུག་ལག་གཞུང་ཆེན་མཇལ་བའི་ཟིན་ཐོ། དེབ་འདི་རྩོམ་པ་པོ་དགེ་བཤེས་འཇིགས་མེད་བློ་གྲོས་ལགས་རེད། ཤུག་གསུམ་བརྒྱ་དྲུག་གིས། དང་ཉེས་ཅན་གྱི་དེབ་ཅིག་རེད་དེ་ཡོད་རེད། དེབ་དེའི་སྐོར་ལ་གི་ཚིག་ཁ་ཤས་ཞུ་བ་ཡིན་ན། ད་ལམ་གྱི་དེབ་དེ་ནི་བརྗོད་བྱའི་ཐད་བོད་ཀྱི་ཆོས་སྒར་ཆེ་ཁག་རྣམས་སུ་བཀའ་བསྟན་གྱི་གསུང་རབ་དགོངས་པ་འགྲེལ་བའི་བོད་རྩོམ་ཇི་སྙེད་ཅིག་ཡོད་པའི་ཁོངས་ནས་ཡིག་ཆ་གང་དང་གང་དེང་གི་ཐ་སྙད་དུ་སློབ་ཚན་གྱི་དེབ་སྟེ་ཀ་རི་ཀ་ལམ་ལྟ་བུར་བཞག་པ་རྣམས་ཀྱི་ངོ་སྤྲོད་རྒྱས་བསྡུས་འཚམ་པོ་ཞིག་ཡོད་ཅིང། རྩ་བའི་བརྗོད་བྱ་གསར་པ་མིན་ཡང་དེབ་ཀྱི་ངོ་བོར་བརྗོད་བྱ་འདི་འདི་རིགས་རྩལ་དུ་བཏོན་ནས་པར་སྐྲུན་ཞུས་པ། དེ་སྔ་མཇལ་དུ་དཀོན་པ་དང་དེའི་སྟེང། སངས་རྒྱས་པའི་གཞུང་ཆེན་སྟེང། དེ་བཞི་ལ་རང་ཉིད་ཀྱིས། དཔྱད་མཐར་སོན་པའི་གཟིགས་ཕྱོགས་ཁ་ཅིག་ཀྱང་ལུང་རིགས་ཀྱི་དཔྲལ་བ་འདི་ན་ཡོད་ཅིང་གཞན་ཡང་དགོངས་གཏེར་སྐྱབས་མགོན་ཆེན་པོའི་གསུང་ལས་ཕེབས་པའི་གཞུང་ཆེན་སློབ་གཉེར་གནང་ཕྱོགས་ཀྱི་སྟེང་ཚན་རིག་གི་ཤེས་བྱའི་སྐོར་ཡང་གཅིག་ཏུ་སྤྲེལ་ཏེ་བརྩམས་ཆོས་གནང་ཡོད། གནའ་དེང་ནང་པའི་སློབ་གཉེར་བ་ཚང་མ་ལ་ཏན་ཏན་ཁོ་ཆེན་པོ་གཅིག་ཡོང་གི་རེད་དྲན་གི་འདུག་དེ་དེབ་བཞི་པ་དེ་རེད་དེ་རེད། དེབ་ལྔ་བ་དེ་དེ་ཡང་ནང་ཆོས་སྐོར་རེད་ཤག་ཨ་ནི་དེབ་ཕྲེང་སུམ་ཅུ་སོ་བཞི་པ། ཆོས་དབྱིངས་བསྟོད་པའི་འགྲེལ་པ་གོང་ཟབ་སྣང་བ་ཟེར་དེ་རེད། ད་ལྔ་བ་དེ། མགོན་པོ་ཀླུ་སྒྲུབ་ཀྱི་གསུང་ཆོས་དབྱིངས་བསྟོད་པ་སྐྱབས་མགོན་རིན་པོ་ཆེ་ལན་མང་གསུང་ཆོས་གནང་འགྱོ་ཅིག་རེད་དེ་རེད། ཨ་ནི་ད་ལྟ་དེ་རྩོམ་པ་པོ་དེ་ལྷ་རམས་པ་དཔྱིད་ས་དྲུང་ཆེན་སྤྲུལ་སྐུ་རིན་པོ་ཆེ་རེད་ཤག་ཨ་དེབ་དེ་དེ་མ་གཅིག་ད་ཁོ་ནང་ཚོས་དཔར་སྐྲུན་གྲུབ་ཤག་ཡིན་ན་ཡང་དེབ་དེ། ཆོས་དབྱིངས་སྟོན་པའི་འགྲེལ་པ་ཕལ་ཆེར་འདི་སྔོན་ལ། ཀོང་པོ་རུ་བ་ཆགས་ཀྱི་ཡོད་ས་རེད་དེ་ཡིན་པ་སོང་ཙང། འདི་གལ་ཆེན་པོ་ཞིབ་གཟིགས་བྱས་ང་ཚོས་པར་བརྒྱབ་པ་དེ་འདྲ་རེད། དེ་ནང་ཆོས་སྐོར་རེད་བལྟས་ཡོད་རེད། འོ་ད་དེབ་ལྔ་དེ་གི་ངོ་སྤྲོད་མདོར་ཙམ་ཞུས་ཡིན་དུ་བཤད་ན།